ཚ་བའི་རྣམ་ཐར་ཐུང་ཐུང་ཅིག་ཞུ་གི་ཡིན། ད་ཉེ་ཆར་ང་རང་གི་ཆོས་གྲོགས་གཅིག་གིས་ང་ཨ་ཕོ་དགའ་དགུ་ངོ་ཚ་བའི་མཛེས་རྣམ་ཟེར་དཔེ་ཆ་འདི་ཧ་ལས་པ་ཡག་པོ་འདུག་ཟེར་ང་ལ་དེ་འདྲ་ངོ་སྤྲོད་གནང་སོང། དེ་ངེད་གཉིས་མཉམ་དུ་བསྡད་ནས་འདི་ནས་ཁ་ཤས་ཁ་ཤས་ཀྱི་རྣམ་ཐར་ཐུང་ཐུང་ཁ་ཤས་ཁ་ཤས་ཀྱི་མ་གཏོང་ཡོང་དུས་ཁོང་བས་མདུང་མ་ཐོགས་པའི་ཆ་ནས་མིག་ནང་ནས་མཆི་མ་ཤོར་བྲོ་ཤོར་བྲོ་བཟོ་གི་འདུག་ང་ཡང་དེ་ནི་མིང་ཐང་ཆེན་པོའི་སླད་ནས་དེ་འདྲ་ཞིག་ཆགས་སོང། ཡིན་དུས་དཔེ་མི་སྲིད་པ་རང་དད་པ་དང་ཡིད་ཆེས་དཔེ་མི་སྲིད་པ་བཅས་གོ་བ་དེ་འདྲ་ཅིག་རེད་བྱ། དེ་ཁ་ཚང་གང་ཉིད་ཡང་ངའི་ཨ་ཕ་ཨ་མ་དང་ང་ཨ་ཅེ་ཁོང་ཚོ་ལ་འདི་ནང་ནས་རྣམ་ཐར་ཚན་པ་ཁ་ཤས་ཁ་ཤས་ཀྱིས་འདི་འདྲ་ཞིག་གསུངས་ཀྱི་འདུག་ཟེར་ཁོང་ཚོ་བཤད་ཡོང་དུས་ཡང་ཁོང་ཚོ་ཡང་མིག་ནང་ནས་ཕྱེ་མ་ཞོག་གི་འདུག་དཔེ་དད་པ་བྱེད་ཀྱི་འདུག། ཁོང་འདྲ་བོ་ཅིག་མེད་ན་སུ་ཡིན་ཟེར་དེ་འདྲ་ཅིག་ཟེར་གྱི་འདུག་དེ་འདྲ་ཡིན་དུས་ངས་ཡང་ད་ཁྱེད་རྣམ་པ་ལ་དེ་རིང་འདི་ན་ནས་དུང་ཆེན་ཉུང་ཉུང་ཅིག་ཞུས་ན་བསམ་བྱུང། ད་ཨ་ཕོ་དགའ་དགའ་ཟེར་ན་རྣམ་པ་ཚང་མའི་མཁྱེན་ས་ལྟར་རྒྱལ་དབང་ཀརྨ་པ་སྐུ་འཕྲེང་བཅུ་བདུན་པ་ཁོང་ཆུང་ཆུང་གི་སྐབས་ཀྱི་མཚན་གྱི་རེད་བ། ད་ཁོང་སྐུ་འཕྲེང་བཅུ་བདུན་པ་ཁོང་དགུང་ལོ་གཅིག་ནས་ད་དགུང་ལོ་བདུན་བར་དུ་རྒྱལ་དབང་ཀརྨ་པ་ཡིན་པ་ངོས་འཛིན་མ་བྱས་པའི་སྔོན་དུ་དེ་ནས་ཁོང་གི་ཡབ་དང་ཡུམ་ལ་སོགས་པས་ཁོང་ལ་ཨ་ཕོ་དགའ་དགའ་ཟེར་ནས་སྤྱི་མིང་གི་རྟགས་བྱ་བ་དེ་འདྲ་ཅི་རེད་བ། ད་འདི་གི་དཔེ་ཆ་འདི་ན། ལྷ་ཐོ་དགོན་པ་གི་མཁན་པོ་བསོད་ནམས་རྒྱ་མཚན་ཟེར་བ་ཁོང་གིས་ད་ལྟ་རྒྱལ་དབང་ཀརྨ་པ་གི་ཡབ་དང་ཡུམ་དང་དེ་ནས་ཀུན་བྱེད་དང་དེ་ནས་ཁོང་རྣམ་པ་སྔོན་ཆད་བཞུགས་ས་གི་དེ་ནས་ཁྱིམ་མཚེས་དུས་རོགས། དེ་ནས་ཡུལ་མི་དུས་ཚོད་ལ་དེ་ནས་སྐབས་དེ་དུས་རྒྱལ་དབང་ཀརྨ་པ་འཁྲུངས་དུས་གང་འདྲ་ཅན་འཁྲུངས་བ་རེད་ཁྱེད་ཚོ་གི་ག་རེ་རེག་སོང་ག་རེ་གོ་སོང་ཟེར་ནས་ཆ་ཚང་བྲིས་ནས་དེ་ནི་ད་དག་ཡོ་དེ་པ་དུ་ཟོག་གི་སོང་བཞག་པ་དེ་ཟིན་བྲིས་ལ་ཕབ་བཞག་པ་དེ་འདྲ་ཅི་རེད་ཡིན་འདུག་དངོས་ཡོད་གནས་ཚུལ་ཅན་ཀྱང་འདི་ན་ཕབ་བཞིན་འདུག་ཡང་ཅི་ད་ནང་གི་རང་གི་ཕ་དང་མ་དེ་ཅང་ཅང་གི་ཅིག་བཤད་བཞག་པ་དུ་ཟོག་ཡང་ད་རང་གི་བུ་གི་ཆེད་དེ་འདྲ་མི་འགྲོ་རྫུན་བཤད་སྲིད་པ་འདྲ་བོ་དེ་འདྲ་ཅི་རེད་བ་ཡིན་ནའང་འདི་ནང་ན་ད་ཡབ་དང་ཡུམ་ཟེར་ཡང་འགྲོ་འདྲ་མི་འགྲོ་དེ་ནི་ཁྱིམ་མཚེས་ཟེར་ཡང་འགྲོ་མི་མང་པོ་ཅིག་གིས་དེ་ནི་གནས་ཚུལ་མཐོང་བ་དང་ཐོས་པ་ལ་སོགས་པ

དེ་འདྲི་བྱེད་དེ་དག་སེན་མོ་དང་པོ་འཁྲུངས་གཉིས་པ་འཁྲུངས་གསུམ་པ་འཁྲུངས་དེ་འདྲི་བྱེད་དེ་དག་ཨོ་ད་ངའི་མཚང་ལ་དེ་ནི་སེན་མོ་མ་གཏོགས་བུ་མོ་མ་གཏོགས་རྩ་བ་ནས་སྐྱེ་རོགས་བྱེད་ཀྱི་མི་འདུག་ཟེར་ནས་ད་སེམས་ཁྲལ་འདྲ་བོ་བྱས་ནས་ད་བུ་སྐྱེ་དགོས་ཀྱི་ཡོད་ད་བུ་གཅིག་སྐྱེ་རོགས་བྱས་ན་ཟེར་ནས་དེ་ནི་གྲུབ་ཆེན་བཀའ་ནར་དང། དེ་ནས་ཨ་མདོ་ཚེ་དབང་དཔལ་ལྡན་ཟེར་ནས་ཁོང་རྣམ་པ་གཉིས་ཨོ་དེ་ནི་ལ་སྐུ་མདུན་ལ་དེ་ནི་རྒྱལ་དབང་བཀའ་མ་པ་གི་ཡབ་བཀའ་མ་དོ་འདྲ་ཁོང་སོང་ནས་ད་ངའི་སྲོག་ལ་དེ་ནི། བུ་གཅིག་མ་གཏོགས་མེད་དེ་ནས་བུ་མོ་གསུམ་བཞི་གཅིག་བྱས་འདུག་དེ་འདྲའི་ཡུལ་འདི་དག་བུ་གཅིག་བྱས་བ་ཅིག་བུ་སྒྲུབ་ཅིག་འཛིན་རོགས་གྱིས་ཟེར་ནས་ཡག་གོ་རེ་བ་ཞུས་དེ་འདྲ་བྱས་འདུག་ཁོང་རྣམ་པ་གཉིས་དང་ཁོང་རྣམ་པ་གཉིས་ཀའོ་བུ་གཅིག་བྱས་ཡོང་གི་རེད་མ་ཡོང་གི་སྐྱབས་འགྲོ་གྲངས་མང་པོ་གཅིག་འཐུང་ཤོག་གསུངས་པ་རེད། དེ་ལྷག་པར་ད་ནི། གྲུབ་ཆེན་ཚེ་དབང་དཔལ་ལྡན་སི་ཨམ་མདོ་སྟོད་ལྡན་སི་ཀྱི་ཁོང་གིས། ད་བུ་གཅིག་སྐྱེས་བ་ཅིག་ཆགས་ཡོང་གི་རེད་བུ་གཅིག་སྐྱེས་ཡོང་གི་རེད་ཡིན་དུས་བུ་གཅིག་ང་རང་ལ་དེ་ནས་བུ་དེ་སྐྱེས་ཡོང་དུས་གྲྭ་བ་གཅིག་ནས་ང་ལ་ཕུད་དགོས་ཀྱི་ཡོད་གསུངས་པ་རེད། རྒྱལ་དབང་བཀའ་མོལ་བ་ཡབ་དེ་ག་ལ་སོགས་ཡིན་ད་ཡིན། དེ་འདྲ་གཅིག་ཁས་བླངས་དེ་འདྲ་གཅིག་བྱས་འདུག་ཡིན་དུས་ད་མདོར་ན་བུ་བཙའ་བ་ནས་ཡུན་རིང་པོ་གཅིག་ལ་མ་བྱས་ན།

དེ་ནས་དེ་འདྲ་བྱས་ནས་ད་རྒྱལ་དབང་ཀརྨ་པ་ཁོང་སྐུ་དྲུང་ལ་ཨ་ནི་ཞོགས་ཡོང་བ་དེ་འདྲ་ཅི་རེད་འདུག་ད་འདི་གནང་བས་དེ་ནས་ངོ་མཚར་བས་ད་དུང་ག་རེ་འདུག་ཟེར་ན་ད་ད་ལྟ་དེ་གི་ང་རང་ཚོ་ག་རེ་གོ་ཆོག་གི་འདུག་ཟེར་ན་དཔེར་ན་ང་རང་ཚོ་གི་བྱ་བ་གང་དང་གང་སྒྲུབ་པ་ཡིན་ན་ཡང་སྐྱབས་འགྲོ་རེ་ཡག་པོ་འདོང་དགོས་ཀྱི་དེ་དཔེ་མི་སྲིད་པ་ག་ཅིག་པ་རེད་འདུག་སྤྱི་བཏང་གི་གནས་ཚུལ་ཡིན་ནའང་རེད་ད་དེ་གི་རྣམ་ཐར་འདི་འཇགས་བཞག་པ་ཡང་དེ་འདྲ་ཅི་རེད་འདུག་སྐྱབས་འགྲོ་ནང་དེ་ན་ང་ཚོ་གི་བླ་མ་སངས་རྒྱས་ཆོས་དགེ་འདུན་ཟེར་ནས་གོ་མདོང་ན་ཆུ་ང་ཚོ་གི་སྐྱབས་གནས་ཀུན་འདུས་སྐྱབས་གནས་ཆ་ཚང་ཚར་བསྡུས་ནས་དེ་ནས་གསོལ་བ་འདག་གི་ཡོད་རེད་བ་ཡིན་དུས་ང་ཚོ་གི་བསམ་དོན་འགྲོ་དགོས་ན་འདྲ་མདོར་ན་རང་རང་སོ་སོས་ག་རེ་བྱ་དགོས་ན་སྐྱབས་འགྲོ་གྲངས་མང་པོ་འདོན་རྒྱུ་དེ་དཔེ་མི་སྲིད་པ་གལ་ཆེ་པོ་ཞིག་རེད་ཟེར་ཏེ་ཤི་བ་ཡིན། དེ་ནས་ད་ཁོང་གིས་རྒྱལ་དབང་ཀརྨ་པ་ག་ཨམ་ཉེས་ཀྱི་ཉི་མ་གཅིག་ལ་དེ་ནས་རྒྱལ་དབང་ཀརྨ་མ་མ་ཡོང་ན་ག་རེ་གསུངས་འདུག་ཟེར་ན། ཨོ་བུ་མོ་ད་ཁྱོད་རང་གི་ཟས་བཙོག་པ་དང་དེ་ནས་ཁུ་བཙོག་པ་རྩ་བ་ནས་ཟ་བ་དང་གོན་པ་དེ་འདྲ་བཟོ་མི་དགོས་ཟེར། ང་ལ་མདང་དགོང་སྨོན་ལམ་སྤེལ་མི་ཟེར་བ་ཞིག་སྨྲས་སོང་ཟེར། ད་ང་རང་ཚོར་རྒྱ་ཆ་རྒྱག་སྐབས་བུ་ད་འདི་འདྲ་ཅིག་ཁོང་གི་སྣག་ཅིག་བཅག་འདུག་ནམ་མཁའ་སྔོན་པོ་ཁོར་བུ་འདི་འདྲ་ཅིག་སྐྱེས་ཡོང་ས་རེད་གསུངས་འདུག་ཟེར། ཨོ་ག་དེ་འདྲ་ག་རེ་རེད་ཟེར་དུས། ད་མདང་ནོར་ང་ལ་སྨོན་ལམ་ཅིག་སྨྲས་སོང་ཟེར། སྨོན་ལམ་ག་འདྲ་སྨྲས་སོང་ཟེར་ན། ང་ཚོའི་ཁྱིམ་ཚང་དེ་ལ་དེ་ནི་དཔེར་ན་སྒྲ་ཆེན་པོ་ཞིག་སྦ་ཟེར་གར་བ་སྒྲ་སྒྲ་ཆེན་པོ་ཅིག་འདུག་ཟེར་དེ་ན་ནི་ང་ཡག་ཅིག་སོང་ཡོད་དུས་ནང་ལ་འུར་འུར་ཟེར་ཆེན་པོ་ཅིག་འཕྲོ་ནས་དཔེར་མིག་ཚ་འདུག་གོ་མིག་གིས་བལྟ་མི་བཟོད་པ་འདི་འདྲ་ཅིག་འུར་ཟེར་འཕྲོ་གི་འདུག་ཟེར་དེ་ག་རེར་འདུག་ཟེར་ཅིག་བལྟ་ཡོང་དུས་དེ་ནང་གི་ཀ་བ་ལ་ཡོར་བ་དེ་ལ་གསེབ་ཀྱི་རྡོ་རྗེ་ཅིག་སྦྱིན་བཞིན་འདུག་ཟེར་དེ་ན་རྒྱབ་ཀྱི་འདུག་ཟེར། དེ་ནས་ཁོང་གིས་རྒྱ་དབང་ཀརྨ་པ་ཡུམ་ལ་ད་ཁོང་གི་བུ་མོ་རང་བུ་མོ་ད་ཨ་ཞེས་བཏགས་ཏེ། འདི་གསེར་གྱི་རྡོ་རྗེ་དེ་སུས་སྤྲད་སོང་གང་ནས་ཁྱེར་ཡོང་བ་ཡིན་ཟེར་དུས། ཨ་ཕ་འདི་ང་ལ་མགུར་རིན་པོ་ཆེ་གིས་གནང་སོང་ཟེར་དེ་འདྲ་ཅིག་བཤད་ཀྱི་འདུག་ཟེར་ཡིན་དུས་ཁོང་གཉིད་སད་སོང་ཟེར། ཡིན་དུས་ད་བརྒྱ་ཆ་རྒྱག་གི་ད་ཁོ་ང་ཚོ་ལ་བུ་འདི་འདྲ་ཅིག་སྐྱེས་ས་རེད་ཟེར་དེ་འདྲ་ཅིག་གསུངས་སོང་ད་ཡིན་དུས་ཁྱོད། ཟས་བཙོག་པ་མ་བཟའ་ཨ། གོས་ཡོན་ནི་བཙོག་པ་མ་སྦྱོང་ཨ་ཟེར་དེ་འདྲ་བྱས་ཁོང་ལ་མ་ཡོང་ལ་དེ་འདྲ་གསུང་གི་འདུག་ཟེར་དང། ད་དེ། ཨམ་གཉིས་ཀྱི་དེ་ནི། ག་རེ་ཟེར་དགོས་རེད་རྨི་ལམ་རེད། ད་མ་ཡོང་དེ་ལ་རྨི་ལམ་ག་འདྲ་མིན་ཡོད་རེད་ཟེར་ན། མ་ཡོང་ལ་ག་འདྲ་མིན་འདུག་ཟེར་ན་བག་ཆགས་རེ་ད་ཁོང་རྒྱལ་དབང་བཀའ་མ་པ། ཨ་ནི། ཡུམ་གྱི་ལྷུན་སུ་ཞོག་ནས་ཟླ་བ་བརྒྱད་ཙམ་ཡིན་ས་ཡོད་གསུང་འདུག། ཟླ་བ་བརྒྱད་ཙམ་ཡིན་ན་ནུ་མོ་གཅིག་ལ་བྱ་ཁྲུང་ཁྲུང་གསུམ་འཕར་སོང་ཟེར་བྱ་ཁྲུང་ཁྲུང་གསུམ་དེ་གི་དཀར་ཡོལ་ཆེན་པོ་གི་གཞོགས་གི་གང་བསྡད་པ་དེ་འདྲ་གཅིག་ཁྱེར་སོང་ཟེར། དེ་དེའི་སྟེང་ལ་ད་ཏག་ཡི་ཡི་གེ་གཅིག་བྲིས་ཀྱི་འདུག་ཟེར་གསེར་གྱི་ཡི་གེ་གཅིག་བྲིས་ཀྱི་འདུག་ཟེར་ཡི་གེ་ཆེན་པོ་གཅིག། ད་འདི་ཁྱོད་རང་གི་ཁོ་པ་ན་ར་ཡོད་པ་བུ་གི་ཏག་ཡིག་ཡིན་ད་དེ་འདྲ་བྱས་སོང་གི་འདུག་ཟེར། འོན་ཏེ་སུས་བསྐུར་སོང་ཟེར་ཏེ་འོན་ཏེ་འགུ་རུ་རིན་པོ་ཆེ་གིས་བསྐུར་སོང་གསུང་གི་འདུག་ཟེར། ད་ལྟ་ཁྱོད་རང་གནས་སྐབས་དེ་ལས་མི་གཞན་ལ་ལྟུང་མི་དགོས་ཁྱོད་ཡག་པོ་ཅིག་ཉར་ཤོག་ཨའོ་དེ་འདྲ་ཅིག་གསུང་གི་འདུག་ཟེར། དེ་ནས་ཁོང་མི་གཞན་ལ་མ་ལྟུང་སོང་ཡོད་ར་བ་དེ་ཁྲོམ་རོང་གི་ཡིན་དུས་ད་ཁོང་གི་ཡི་གེ་དེ་ཡག་ཁ་ཤེས་ནས་སྤྱིར་བཏང་ད་ཁོང་གི་ཡི་གེ་དེ་ཡག་པོ་ཅིག་འདུག་མི་ཤེས་ཏེ་ཡིན་ནའང་འདིའི་ཡི་གེ་དེ་འདུག་ཤེས་པ་རེད་བསམ་བསམ་རེ་བ་འདུག་ཟེར་ཡི་གེ་དཔེ་གཟེར་གྱི་བྲིས་བྱས་པ་ཡི་གེ་ཆེན་པོ་དེ་འདྲ་འདུག་ཟེར། ཡིན་དུས། ད་ཁོང་གི་ཡ་ཁ་ཅིག་ཕྱིས་དེ་འདྲ་ཅིག་ཡིན་དུས་ཕ་ག་ནས་མི་གཅིག་སླེབས་ཡོང་འདུག་མི་གཅིག་སླེབས་འདུག་ཨོ་ད་འདི་ཡི་གེ་འདི་ཏུང། ཏུང་མི་ཉིད་ཟེར་གི་འདུག་བ། དེ་འདྲ་གསུངས་ནས་ནས་རུམ་ལ་མ་བཅུག་ཀྱང་ཡིན་དུས་གཉིད་སད་སོང་གསུངས་གི་འདུག་བ། ཨོ་ད་དེ་འདྲ་ཅིག་རེད་ཤག་ད་རྟ་ཡིག་ཟེར་ནི་ཁྱེད་རྣམས་པ་ག་ཧ་གོ་གི་ཡོད་བ། རྟ་ཡིག་ཟེར་ན་བླ་མ་ཅིག་ཨ་ནེ་གར་སོ་ག་ནང་འཁྲུངས་གི་ཡོད་བ་དང། ག་ནས་ཁོང་གི་ཨ་ཕ་ལ་ག་རེ་ཟེར་གི་རེད་ཨ་མ་ལ་ག་རེ་ཟེར་གི་རེད། འོ་དེ་ནས་ཁོང་གང་ན་འཁྲུངས་གི་རེད་ཟེར་ནས་དེ་ཚོ་ཆ་ཚང་བྲིས་བཞེས་པ་ཡི་གེ་གཅིག་ཡོང་གི་ཡོད་རོ། དེ་ནས་རྒྱལ་དབང་བཀའ་མ་པ་ཡིན་ན་སྐུ་འཕྲེང་མང་པོ་ཅིག་གིས་ཁོང་སྐྱེ་བ་ཕྱི་མ་ལ་གང་ན་འཁྲུངས་གི་ཡིན་ཡབ་ལ་འདི་ཟེར་གི་ཡོད་ཡུམ་ལ་འདི་ཟེར་གི་ཡོད་ས་ཆ་འདི་འདྲི་ལ་འཁྲུངས་གི་ཡིན་ཟེར་ཆ་ཚང་གསར་བུ་གསར་རྐྱང་འདྲ་ཡོང་གི་ཡོད་རེད་དེ་ནས་སྐྱེ་བ་སྐུ་འཕྲེང་རྗེས་མ་དེ་དེ་ལྷོ་མ་དེ་ཚོ་གི་འདི་འདྲི་གཅིག་ནས་ཉོ་གི་ཡོད་རོ། དེ་འདྲ་ཉོ་གི་ཡོད་རེད་དཔེར་ན་ཀརྨ་པ་ཀུན་ཕྲན་རྒྱས་པ་དེ་ཡིན་ན་ཁོང་དགུང་ལོ་གཞུང་གཞུང་དགུང་ལོ་ཉི་ཤུ་རྩ་བརྒྱད་ཀྱི་སྐབས་དེ་ནས་དེ་ནས་རྟགས་ཡིག་དེ་བྲིས་ཁོང་གི་སྐྱེ་བ་རྗེས་མ་ས་ཆ་འདི་ནང་གྲོང་གི་ཡིན་ཨ་ནི་ཡབ་ལ་འདི་འདྲི་ཟེར་གི་ཡོད་ཡུམ་ལ་འདི་འདྲི་ཟེར་གི་ཡོད་འོ་དེ་འདྲི་གཅིག་གསུང་གི་ཡོད་རེད་དེ་ནས།

འོ་དེ་ལ་སོགས་པ་དེ་ནི་དག་ཡིག་དང་རིགས་ཡོང་གི། ད་རྒྱ་དབང་བཀའ་མ་པོ་སྐུ་འཕྲེང་བཅུ་བདུན་པ་གི་དག་ཡིག་འདྲ་བོ་ཅི་ཡིན་ནམ། ད་དེ་ལ་ཡང་དག་ཡབ་དང་ཡུམ་དང་ས་ཆ་དང་དེ་ལ་སོགས་པ་ཆ་ཚང་གསར་བུ་ཅིག་ནི་གསུངས་ཀྱི་འདུག། འདི་དཔེ་ཆ་ནི་ནང་ན་བཞག་ཅིག་འདུག། ཁོང་གིས་དཔེར་ན། ད་མང་པོ་འདུག་དེ་ས་ཆ་དེ་ཚོ་ལ་མདོ་འཇོ་མཚན་པའི་འབྲོག་སྡེ་མཛེས། འབྲོག་པག་ས་ཆ་འབྲོག་སྡེ་བཅས་ལ་ཁོང་གྲོང་གི་ཡིན། དེ་ནས་ཐབ་ནི་དོང་གྲིབ་ཤེས་རབ་བློ་ལ་དགའ། ཕག་ལ་དོང་གྲིབ་ཟེར་གྱི་ཡོད་མ་ལ་བློ་དགའ་ཟེར་གྱི་ཡོད་སྲིད་དེ་ཤེས་རབ་སྲིད་དུ་ཡུམ་གྱི་ཚོགས་འདུ་ཐབ་སྲིད་དུ་ཕག་གི་ཚོགས་འདུ་རེ་བ་ཡག་གོ་ཐབས་ནི་སྡོང་གྲིབ་ཤེས་རབ་བློ་ལ་དགའ། ཨོ་དེ་ནི་ད་དེ་ནས་དེ་མཚན་ལ་ཕག་ལ་སྡོང་གྲིབ་ཟེར་གྱི་ཡོད་མ་ལ་བློ་དགའ་ཟེར་གྱི་ཡོད་ས་ཆ་འབྲོག་པ་ཟ་གི་ཆ་གཅིག་ལ་བུག་གཅིག་ཤར་ཚང་སོགས་ལ་སེམས་ད་འདི་ན་ཆ་ཚང་བྲི་བགྱིད་དུ་ཡོད་རེད་ད་དེ་ལ་སོགས་པ་ཅིག་དག་ཡིག་དང་འབྲེལ་ཅིག་གནང་ཞོར་རེད་ད་དེའང་ནང་བཞིན་དེའི་ནང་བཞིན་ཅིག་ཚོར་ཡོང་བ་ཡིན་དུས་ད་སྐར་མ་པ་ཁོང་གྲོངས་ཡོང་བ་རེད་བ་ཐང་གྲོངས་ཚུར་ད་ད་དེ་ཚོ་ཡང་རྨ་ལམ་དེ་ཚོ་དེ་འདྲ་ཅིག་རེད་ད་ད་ཡབ་ཀྱི་རྨ་ལམ་དཀར་ས་ཨམ་གྱི་གི་རྨ་ལམ་མ་ཡུམ་གྱི་རྨ་ལམ་དེ་འདྲ་གྱི་རེད་འདུག་ད་འདི་ན་ཡབ་གྱི་རྨ་ལམ་ལ་ཡང་ག་འདྲ་གྱི་མིང་འདུག་ཟེར་དུས་ཉི་མ་རྗེ་ལ་ཁོང་ས་ཆ་མི་མང་པོ་གྱི་འཛོམས་བདེ་ས་གཅིག་ལ་སོང་པ་ཡིན། དེ་ནི་ལྟ་ན་མཆོད་རྟེན་དཔེ་མི་སྲིད་པ་ཆེན་པོ་གཅིག་འདུག། མཆོད་རྟེན་དེའི་དུས་སུ་མཆོད་རྟེན་རྙིང་པ་ལ་རྩ་ལ་སོགས་པ་བཅས་འདུག། ཡིན་དུས་དེའི་འགྲམ་ལ་དཔེ་སྐུ་འདྲ་མང་པོ་གྱི་སྤུངས་གྱི་འདུག། ཡིན་དུས་ཁོང་ལ་སྐུ་འདྲ་གཅིག་གནང་རོགས་གྱིས་ཟེར་ཡ་དེ་འདྲ་གྱི་བྱས་དུས་ཨེ་རག་དེ་དུས་སྐུ་འདྲ་གཅིག་གནང། སྐུ་འདྲ་གཅིག་ག་འདྲ་རེད་འདུག་ཅིག་བལྟས་འདུག་ད། སེང་གེའི་སྒྲ་དབྱངས་ཀྱང་ནི་དཀར་ས་དཀར་འདྲ་གཅིག་རེད་འདུག་སྐད་ཅིག་རེད་འདུག་གསུངས་དང། དྲུག་པ་སེང་གེའི་སྒྲ་དབྱངས་གསལ་འདུག་གི་དེ་དཔེར་ན་དཀར་བཟང་སངས་རྒྱས་སྟོང་ཡོད་པ་ནང་ནས་སངས་རྒྱས་དྲུག་པ་དེ་རེད། དཔེར་ན་རྒྱལ་དབང་ཀརྨ་པ་ཁོང་ཡིན་ན་ཨ་ནི་སངས་རྒྱས་དྲུག་པ་ཨ་ནི་སེང་གེ་སྒྲ་དབྱངས་ཁོང་གི་རྣམ་གྲྭ་རེད་གསུངས་དགོས། འོ་དེ་འདྲའི་གསུངས་ཡོང་དུས་ད་ཐིག་གི་སྟངས་མཚན་དེ་ལ་དེ་ནི་ཁོང་ལ་དེ་ནི་སེང་གེའི་སྒྲ་དབྱངས་ཀྱི་སྐད་ཅིག་གནང་སོང་ཟེར་དེ་ནི་ད་དུང་བན་རྒན་གཅིག་གིས་དེ་ཁྱོད་རང་གཞན་ལ་གཏོང་གི་མ་གནས་སྐབས་གཞན་ལ་གཏོང་མི་ཉན་གསུངས་གི་འདུག་ཟེར་དེ་ནི་ཁོང་ཡར་ཡོང་དེ་འདྲ་བྱས་དུས།

ཨ་ཙི་ད་བླ་མ་མང་པོ་འདི་འདྲ་མང་པོ་ཅིག་ཕེབས་ཀྱི་འདུག་ད་ཁོང་གྲྭ་ཤག་ནང་ན་ཆུང་ཆུང་མ་གཏོགས་ཡོག་མ་རེད་ད་ག་འདྲ་བྱེད་དགོས་ན་སང་སང་རུ་བློ་ཆགས་སོང་ཟེར་ཨེ་འདུག་ད། ཡ་ད་ནང་ལ་ཅིག་ཕེབས་ཟེར་དུས་ཆ་ཚང་ནང་ལ་བཞུགས་ཐུབ་ཀྱི་འདུག་ཟེར་ད་གྲྭ་ཤག་ཆུང་ཆུང་ཅིག་ཡིན་ན་ཡང་ད་ནང་ལ་བཞུགས་ཐུབ་ཀྱི་འདུག་ཟེར་ཨེ་འདུག་དེ་ནས་ཁོང་གིས་ད་བྱ་འདྲ་འདྲ་ཡིན་དེ་ནས་འདི་འདྲ་ཅིག་བྱས་པ་ཡིན་ཟེར་དེ་བྱས་ཚར་བའི་རྗེས་ལ། ལྕགས་དེ་ཚོ་གཞིས་དེ་འདྲ་བྱས་ཚར་དུས་ད་ཁྱེད་རྣམ་པ་ག་རེ་བྱས་ཡིན་ཕེབས་ཡོང་ཟེར་དུས་ང་ཚོ་ད་འདི་ནས་ལྕགས་ལག་གཅིག་བོར་སོང་འདུག་དེ་ཉོ་གླུ་ཡོང་བ་ཡིན་གསུངས་འདུག་ཟེར། དེ་ནས། འོ་ད་ལྕགས་གཞིས་ཟེར་དུས་ལྕགས་ལག་དེ་ཉོ་གླུ་ཕ་ག་མཐའ་འཁོར་ནས་སོང་བ་ཡིན་ཟེར་གོ་མཚོན། དེ་གསུངས་དུས་འདི་ན། ཁོང་གི་སྐུ་མཆེད་རྒྱང་བཀའ་མ་པ་གི་ཕུ་བོར་བ་ད་དེ་གི། ཡེས་རབ་ཟེར་གྱི་དེ་གི། དོང་དཀར་པོ་ཆེ་དྲི་མ་མེད་པ་ཅིག་གཡས་སུ་འཁྱིལ་བ་ཅིག་རྙེད་སོང་ཟེར། ཨོ། འདི་རེད་བས་ཟེར་ཁོང་རྣམ་པར་ཞུས་དུས། ཨོ་ངེད་ཚོ་ཏག་ཏག་ལྕགས་ལ་ཉོ་དགོས་ཀྱི་དེ་དེ་ཡིན་དེ་འདྲ་ཞིག་གསུང་གི་འདུག་ཟེར། ཡིན་དུས་དེ་ནས་བླ་མ་ཨ་མདོ་ཚེ་དབང་དཔལ་ལྡན་གྱི་གདོང་དུ་ཅིག་འབུད་ཡོང་དུས། རོ་དེ་ཚོ་ཅིག་འགུལ། ལྗོན་ཤིང་དེ་ཚོ་ལོ་མ་དེ་ཚོ་འདར་སིག་སིག་སིག་ཆགས་ཡོང་དེ་འདྲ་ཅིག་སྨིན་སོང་ཟེར། དེ་ནས་ལམ་སང་ནམ་མཁའ་ནས་ཡིན་ན་ག་ནས་ཅི་ཡིན་ནམ། ཨོ་ཁྱོད་རང་གི་མ་ལ་བུ་བཟང་པོ་ཅིག་སྐྱེས་འདུག་ཟེར་ཁོང་གོ་སོང་དེ་ནས་ལམ་སང་གཉིད་སད་སོང་གསུང་གི་འདུག་ཨོ་དེ་འདྲ་ཡིན་དུས་ད་དེ་ཚོ་ཆ་ཚང་རྨི་ལམ་ལ་ཡང་འཚམས་པོ་དེ་འདྲ་ཅང་ཅང་གྱི་འདུག། ལགས་སོ་ད་ད་རིང་ངས་དེའི་རྣམ་པ་དེ་ཙམ་ཤེས་པ་ཡིན་དེ་ནས་སང་ཉིན་རྗེས་མ་དེ་འཕྲོ་ནས་ཅིག་ཞུས་ན་ཁོམ་ཡོང་ལགས་སོ། དེ་རྣམ་པ་ཚང་མ་གི་ཡག་པོ་ཅིག་སྐྱེ་བོའི་དམ་པ་རྣམ་ཐར་འདོད་སོགས་ཀྱི་ཡིད་ལས་བཞག་ནས་ཨོ་ད་ལྟ་ཡང་སྐྱེ་བོའི་རྣམ་པ་དམ་པ་འདི་འདྲ་ཅིག་ཡོད་དུས་དེ་གནའ་སྔ་མོ་རྣམ་ཐར་དུས་སུ་ནང་ན་ཡང་དག་འདི་འདྲ་ཅིག་ཡིན་ཡིན་པར་བ་བསམ་ནས་དད་པ་བཞག་ཨོ་ཡིད་ཆེས་ཀྱིས་འདི་འདྲ་ཅིག་བྱེད་ཀྱིས་དཔེ་མི་སྲིད་པ་ག་བྱེད་པ་རེད་བསམ་གི་ཡོད་ལགས་སོ་ཐུགས་རྗེ་ཆེ། ད་ཆ་རྗེས་ཤིག་ཨང།